སྣ་མ་སྣ་ཚོགས་པ་དགུའི་རྐྱེན་འོང་ནི་རེད་དོ། དེ་ཕྱིར་རྣམ་པ་དག་གྲུབ་ཐོབ་ཡིན་ན་དག་འབུམ་སྟོང་མ་བརྒྱུད་ན་ཅིག་མིན་ནི་རེད་རྒྱ་ག་རེ་ཡིན་ནའང་མི་ཉན་ཏོ་ཅིག་གིས་ཅིག་ཅིག་མི་ཞིག་གིས་ཅིག་བང་རིམ་བསྐུར་ན་ནི་ཅིག་ཐོབ་པར་མོས་པའམ་མཛོད་རྩིས་དེར་འཇུག་དུས་ཉམས་དགའ་ཅིག་འབུམ་སྟོང་གི་བརྒྱ་པའི་མོས་པའམ་མཛོད་རྩིས་རྒྱག་ལ་རེ་ཡིན་ན་དག་དེ་མ་གཏོགས་རྒྱག་ངོ་མ་མམ་ཞག་ནའང་མི་ཞོག་ཏོ་དེ་དེ་ཡིན་ན་དག་ཡིན་ནམ་མིན་ན་དག་ཨོ་དོ་བཞམས་པའང་ཉམས་ནི་མ་རེད། ཡོད་ན་མི་ན་འབུག་སྒོ་འགྲིབ་རྫི་ན་དེ་སྟེང་ན་དག་འབུག་གེ་དག་ན་དག་བརྒྱད་པའི་མུ་པ་རིམ་ཛ྄་དཀར་བཞི་ན་དེ་བང་དཀར་ན་ན་དག་ཉང་གི་ན་དག་འབུག་གི་བརྒྱ་པ་ན་དག་ཨུ་མི་ཉན་ན་མི་དག་དག་བང་བསྟིམ་མོ་བོ་ན་གཅིག། བདག་གི་བརྒྱུད་དག་བང་དུང་གི་ཡེ་ཤེས་བརྒྱུད་ལ་སྐྱེས་སྐྱེས་དག་ན་དག་བརྒྱུད་མི་བརྒྱུད་གི་བསྟིམ་མོ་བོ་དོང་དག་ཆེ་བོ་བྱ་ག་ཚོ་དག་དེ་བའི་ཧར་མགོ་ཁ་མཆོག་ཁ་རི་ཡི་ན་ཉང་གི་ན་དེ་འཛི་གི་དེ་འབུག་གི་བརྒྱ་པ་ན་ན་དེ་བས་ཀྱང་དེ་འབུག་དག་དེ་བའི་དོང་དག་ཆེན་པོ་བཟི་ཅིང་ཨ་ཛི་གི་ཨུ་ཡི་ན་དག་དེ་སྟེང་ན་དེ་བརྒྱ་ཁ་རི་ཡི་ན་དག་ཁྱེར་ཤི་གི་ཤི་དག་དེ་མ་ཡི་ཟི་ཅི་ཅང་མེ་དག་དེ་མ་གཏོགས་པ་དེ་རིའི་ངོ་སི་མ་བརྒྱག།

དུ་འདི་ན་དུ་སྐུ་སྔགས་དུ་དབང་བསྐུར་གོ་ནི་དུ་སྐུ་བཞག་དབང་འཇོག་གོ་ནི་དུ་མོ་ཡ་ཁ་ས་བ་ནི་གཉན་དུ་མ་རིག་རྫིས་བྱ་ད་ཡིན་ན་ནང་ན་བཞག་ན་ནི་མ་ཡི། ད་ཕྱིར་དུ་བཞག་དབང་བཞག་ན་ངུ་མི་ངུ་མ་སློབ་མ་དད་པ་དང་ལྡན་པ་ཟིག་ཡིན་ན་དུ་བཞག་དབང་བཞག་དབང་རྫས་ཀྱི་འཇོག་གི་ཡོད་ནི་རེད་མི་ཆེ་གེ་དབང་བསྐུར་ན་རྫོགས་པ་ཆེན་པོའི་དུས་འགྲོ་དུ་དབང་བསྐུར་ཡི་གེ་རང་ནི་ན་ད་ནི་དུ་བ་ད་སློབ་མ་སྣང་སྐྱིད་དུ་འཁོར་སོགས་དུས་ན་གི་ནི་སློབ་མ་བཟང་བོ་དུ་བ་ད། དེས་དེང་སྤྲུལ་ལྟ་བུ་དང་རིགས་དང་སློབ་མ་ཡོངས་རྫོགས་ཀྱི་ཚབ་ཀྱིས་ཁྱེད་རང་དང་རྣམས་ལ་མི་བཞག་ཤི་བོ་ལ་བཞག་གི་ཁྱེད་རང་དབང་ཤར་གྱི་ཡུལ་ན་རེག་དང་སྣང་ཤེས་ཀྱི་ལྟ་བུ་ལྷག་རུང་དགར་ལ་དེ་ཡང་འདི་ལོ་ངའི་ལྟ་བུ་ཁྱེད་རྣམས་པ་བཤད་མྱོང་ལ་ལས་བཀྲ་འགྱེད་རེ་ལྟ་བུ་ལ་མ་ཡུལ་གཞོན་ནུ་རེ་དབང་བསྐུར་རེ་ཁྱེད་རང་དང་ནི་དམ་ཁམས་པོ་འཇིགས་དབང་ནི་སོགས་ཁམས་པོ་འཇིགས་དབང་དག་ཡོད་ནི་མ་རེད་ལྟ་བུ་དག་རེད་དེ། འོ་ཐོག་བ་ལྟ་བུ་བཞག་ཀྱང་བཞག་གི་ཁྱེད་རང་དང་ནི་དེ་མི་བཞག་དབང་བསྐུར་གྱི་ཡོད་ཁྲིམས་ལྟ་བུ་དག་དབང་བསྐུར་ན་དེ་སློབ་མ་དམ་པ་ཅན་དང་ནི་ལྟ་བུ་སྨུག་སེར་གྱི་སྐབས་ཡོད་རེད་ལྟ་བུ།